དེ་རིང། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་དང་པོའི་ཚེས་སུམ་ཅུ་སོ་གཅིག་གི་སྔ་དྲོ། ནིའུ་ཡོག་དང་ནིའུ་ཇར་སིའི་སྐབས་བཅུ་བཞི་པའི་ས་གནས་བོད་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་འོས་བསྡུ་ལ་ཡང་ཆིག་སྒྱུར་གནང་སྟེ། ད་ལྟ། བཀའ་ཟུར་བོད་གཞོན་ནུ་ལྷན་ཚོགས་ཀྱི་དབུ་འཁྱུད་ཟུར་བ་སྐུ་ངོ་བློ་བཟང་སྙན་གྲགས་ལགས་དང། སྤྱི་ཁྱབ་ཚོགས་གཙོ། ག་ལ་ཞིག་ས་གནས་ཚོགས་གཙོ་གཙོས་པའི་ཨ་ནི། ས་གནས་གཞོན་ནུའི་རྒྱུན་ལས་ཟུར་པ་རེད་ཚོགས་མི་རེད་མི་དམངས་ཚང་མ་ལོག་ལ་ཡང་ཐོག་མར་སྔ་དྲོའི་འཚམས་འདྲི་འདྲི་ཞིག་དེ་ལས་ཞུ་ཡ་ཡིན། དེ་རིང་དེ་ལ་ཡ་ཐོག་མར་དེ་ལ་ཡ་རྫས་རིམ་དབུ་འཛུགས་མ་ཞུ་གོང་ལ་ཡ་ང་ཚོ་ཚང་མ་སྐུ་ཞང་གི་ཐོག་ལ་ཡ་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་ཞིག་ཕུལ་ཡ་ཡིན་བྱས་ཙང་ཚང་མ་སྐུ་ཞང་ན་རོགས་གནང་ཞུ་ཡ་ཡིན།

དེ་རིང་གི་མཛད་རིམ་གཉིས་བ་འདི་ནིའུ་ཡོག་དང་ནིའུ་ཇར་སིའི་སྐབས་བཅུ་གསུམ་པའི་ས་གནས་གཞོན་ནུའི་ཚོགས་གཙོ་ངག་དབང་དཔལ་ལྡན་ལགས་དང། བོད་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཙོ་བསྟན་འཛིན་འཇིགས་མེད་ལགས་ཀྱི་ཨ་མའི་བཀའ་སློབ་སྙིང་བསྡུས་རེ་རེ་གནང་ཡག་རེད་བྱས་ཙང་སྟོང་པ་དེ་ལ་ཡག་ནིའུ་ཡོག་དང་ནིའུ་ཇར་སིའི་སྐབས་བཅུ་གསུམ་པའི་ས་གནས་གཞོན་ནུའི་ཚོགས་གཙོ་ངག་དབང་དཔལ་ལྡན་ལ་ཡག་བྱེད་རྒྱུ་གནང་རོགས་གནང།

བརྒྱུད་ཚུལ་རྣམ་པ། ཚོགས་སྐྱིད་ཁག་གི་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ་དང། ཨ་རི་མི་དམངས་ཚང་མ་ལོགས་ལ་ཡར་ཉེ་གི། ནིའུ་ཡོག་དང་ནིའུ་ཇེར་སིའི་བོད་གཞོན་ནུ་ལྷན་ཚོགས། ས་གནས། ནིའུ་ཡོག་དང་ནིའུ་ཇེར་སིའི་བོད་གཞོན་ནུ་ལྷན་ཚོགས་སྐབས་བཅུ་གསུམ་པའི་རྒྱུན་ལས་ཚང་མའི་གི་སྐུ་ཚབ་ཞུས་ཆེད་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ཞུ་ཡག་ཡིན།

ཅུའི་སྤྱི་ཁྱབ་རྒྱུན་ལས་ཁང་དང། ཉོས་ཡོད་དང་ཉོས་རྗེས་ཀྱི་ས་གནས་བར་ལ་ཡང་དཀའ་མེད་མང་པོ་ཞིག་སླེབས་བསྡད་ཡོད་རེད། དེའི་ཆེད་དུ་རྒྱ་བོད་འབྲུག་གསུམ་རེ་དང་ན་གཞིས་བོད་ནང་ལོགས་ལ་ཡོད་པའི་གི་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རྣམས་ལ་ཅིག་གིས་ད་ཅིག་གི་ཐུགས་འཚབ་ཡོང་ངེས་དང་དེ་འདྲའི་ཞིག་དཀའ་ངལ་མང་པོ་ཞིག་འཕྲད་བསྡད་ཡོད་རེད། ཡིན་པ་ཡིན་ནའི་བོད་ཀྱི་གཞོན་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་རླབས་ཆེན་གྱི་སྒྲིག་འཛུགས་ཤིག་དང་སྒྲིག་འཛུགས།

གང་ནང་བཞིན་གྱི་ད་ལན་གྱི་གནད་དོན་དེ་ས་གནས་དོན་གཅོད་ཀྱི་གནད་དོན་བརྩམས་བྱས་མ་རེད་བསམ་གྱི་འདུག་གཅིག་རང་བཙན་དང་དབུ་མའི་དཀའ་ཁྲིའི་དཀའ་ངལ་བཅས་རེད་བསམ་གྱི་མི་འདུག་ད་དཀའ་ངལ་དེ་བྱུང་ཡས་དེ་མང་པོ་གཅིག་གི་གར་ཞུ་བ་རེད་གཅིག་གི་སོ་སོའི་གི་ལྷག་བསམ་དང་སོ་སོའི་གི་གར་ཞུ་བ་རེད་རྒྱལ་ཞེན་ཞུ་ནས་རེད་དེ་འདྲ་ཐོག་བུ་ཞོད་བཏང་སྟངས་ཏོག་ཙམ་མ་འགྲིག་པའི་ཐོག་ནས་ཨ་མཆིས་ཀྱི་སྤྱི་ཚོགས་ནང་ལོག་ལ་དཀའ་ངལ་ཆེན་པོ་གཅིག་ཆགས་འདུག་ཅེས་ངོས་འཛིན་ཞུ་གི་ཡོད། ད་དེ་འདྲ་ཁྱེད་ཚོ་ལའང་སྐད་ཆ་མང་པོ་ཞིག་བསླེས་བསྡད་ཡོད་རེད་འདི་བག་ཅི་གི་ཡིན་པ་ཡིན་ནས་ང་ཚོས་མཁྱེན་དགོས་ཡ་དེ་གལ་ཆེན་པོ་ག་འདུག་ཟེར་བ་རེད་བ་ཞིག་ན། དཀའ་ངལ་འདི་ཚོ་ལ་མ་བལྟོས་པའི་ཐོག་ནས། སོ་སོ་མིང་ཆད་ཆགས་ནས་རེད་སོ་སོ་དཀའ་ངལ་ག་ཚོད་སྤྲད་ནས་རེད། འདི་ལས་སྒྲིག་འཛུགས་ཟེར་ན། མི་མང་བདེ་འཇགས་ཡོང་ཡ་འདི་ལ་དགོངས་པ་ཆེན་པོ་བཞེས་པ་འདི་ལ་ངས་བསླབ་བྱའི་ཡིད་ཚིག་ཡོད། དཔེར་ན་ཆ་བཞག་པ་རེད་བ་ཞིག་ན། ད་གྷི་སིའི་འདི་ང་ཚོ་ས་གནས་འགའི་མི་མང་ཞིག་བསྐོངས་པ་རེད་གཡུལ་འགའི་མི་མང་ཞིག་བསྐོངས་པ་རེད་ད་འདིའི་ཆེད་དུ་ད་སྤྱི་ཚོགས་ནང་ལོ་སྐད་ཆ་མང་པོ་ཞུ་ཅི་ཟོས་བྱས།

སྤྱིར་བཏང་འདིའི་སྐབས་ལ་ངས་ཐུགས་འདུད་ཞུས་པའི་གྲོགས་ཅན་ནི་སྐུ་མདུན་སྡེ་ཉིས་སྟོང་ཆུ་ཤུར་ལས་ཕེབས་པའི་སྐབས་ལ་ཡང་ང་ཚོ་ས་གནས་རྒྱུན་ལས་ཀྱི་མཇལ་ཁ་ཅིག་ཡང་སྙན་སང་ཞུས་པ་རེད། མཇལ་ཁ་འདིའི་ཆེད་དུ་ང་ཚོ་རྒྱུན་ལས་མང་པོ་ཅིག་ཕ་ཁེ་ལ་སྦིར་གན་དྷེ་རར་ཕྱིར་ལོག་འཛོམས་རྗེས། མཇལ་ཁ་ཞུ་བའི་ཐབས་ཤེས་ཅིག་བཏང་བ་རེད་དེ། ཡིན་ན་ད་མཇལ་ཁ་དེ་དུས་ཚོད་བྱུང་ཡོད་མ་རེད། འདི་ཡིན་དུས་ག་ལེར་གནས་ཚུལ་དེ་གསལ་པོ་ཞུ་ཞེས་ང་ཚོར་གོ་བྱས། སྐུ་མདུན་ལ་ཚེ་བསྐོས་སྙན་ཞུ་མཇལ་ཕུལ་བ་རེད། ད་འདིའི་ནང་ལོགས་ལ་ཅིག་བོད་གཞུང་ལྷན་ཚོགས་ཀྱི་མིང་འཁོད་ཡས་ལ་འཛུགས་རྒྱུ་མཚན་ཇེ་མང་ང་དུས་ཚོད་ཆུང་བ་གྲོགས་ཅན་ན་ཆ་ཚང་ཇེ་མང་རྒྱས་པས་ཡིན་ཏེ་ཡིན་ནས། མདོར་བསྡུས་ནས་ཞུས་པ་འདྲ་བ་ཞིག་ན་སྤྱི་བཏང་ཅིག་དབུས་ལ་བཀའ་དྲོན་མེད་པ་དང་དེ་འདྲའི་ཐོག་ནས་འཛིན་སྐྱོང་ཕྱོགས་ཐོག་ནས་འཐུས་ཤོར་གལ་ཆེ་གལ་འགྲོ་ཡོད་སྲིད་པ་རེད་འདི་ཆེད་དུ་དགོངས་སེལ་ཞུ་ཡ་ཡིན་ཡིན་པ་ཡིན་ནས། ང་ཚོ་ས་གནས་ཀྱི་མང་མོས་ཀྱི་ཐོག་ནས་མཚན་བརྗོད་སྙན་ཞུ་ཕུལ་ཡ་འདི། གཞོན་ནུ་ལྷན་ཚོགས་ཀྱི་གལ་སྲིད།

བོད་ཆུ་གནས་འཛོགས་ཀྱི་ཁྱབ་ཁོངས་ལ་འོག་ཡོད་པའི་ས་གནས་ཚང་མ་ལོགས་ཀྱི་ཞུ་ཡག་ཡིན་ཏེ་ང་ཚོ་ཁུངས་ལུང་གཙང་མ་གཙང་མ་ཡང་དག་པའི་ཐོག་ནས་ཆུ་གནས་འཛོགས་སྒྲིག་འཛུགས་གཙང་མ་བཟོ་ཡག་ཅིག་མ་གཞི་ཁུངས་ལུང་སྡུག་ཅག་ཐོག་ནས་ཁྱོན་ནང་ཞུ་ཡོད་མེད་ད་ག་ནས་ཕྱིན་ང་ཚོ་ཡི་གེ་ཕུལ་བ་དེ་གལ་སྲིད་ཁུངས་ལུང་སྡུག་ཅག་ཡོད་པ་དེ་ཆུ་དབུས་ལ་ཕུལ་དགོས་རྒྱུ་མཚན་ཁྱོན་ནང་ལ་ཡོད་མ་རེད་དབུས་ལ་ཡི་གེ་བདག་རང་ཕུལ་བ་ཡིན། དེའི་ཆེད་དུ་ང་ཚོས་གལ་ཏེ་པ་ལས་གཅིག་གི་ཕག་ཚུགས་ལྷན་ཁང་ཁག་ལ་ཡར་འབྲེལ་བ་ཞུས་དུས་ག་དེའི་གནས་ཚུལ་དེ་ནི་ཁྱོན་ཁོ་ན་མི་འདུག།

འདི་དང་ད་དམིགས་བསལ་གང་ཞུ་ཡག་མི་འདུག་ད་དེ་འདྲ་པོ་འདུག་ལོ་གསུམ་གྱི་རིང་གར་ཡག་ཤུལ་ལྷན་ཚོགས་སྒྲིག་འཛུགས་དང་ནང་ལ་ལས་ཀ་ཆེ་ཆེ་སོ་སོའི་ངོས་ནས་གང་ཐུབ་ཅི་ཐུབ་ཞུས་ཡིན་མི་མང་ཚོགས་ནས་རྒྱབ་སྐྱོར་ཧ་ལས་པ་ཡག་པོ་གནང་སོང་ཨ་ནི་གཅིག་གིས་དེ་རིང་གྲུབ་འབྲས་ག་འདྲས་བྱུང་ལས་མ་འདས་པའི་ཐོག་ནས་གཅིག་གིས་བོད་ཤུལ་ལྷན་ཚོགས་སྒྲིག་འཛུགས་དེ་གལ་ཆེན་པོ་ཡིན་པ་དང་ས་གནས་རྒྱུན་ལས་སུ་གལ་ཆེན་པོ་ཡིན་པ་གཅིག་ངོས་འཛིན་གྱི་ཐོག་ནས་མི་མང་ཚོགས་དེ་འདྲ་པོ་འདུག་རྒྱབ་སྐྱོར་གནང་བ་ནང་བཞིན་གྱིས་མུ་མཐུད་ནས་རྒྱབ་སྐྱོར་གནང་བ་ནང

བཀའ་མོལ་མགོ་བཙུགས་མ་ནས་སེམས་དེ་ལྟ་བུ་འདུག་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་དེ་གཉིས་ཁྱོད་ལྟ་ངན་མེད་ཟེར་ག་ཚོད་དམ་བཅའ་གཙང་མ་གཙང་སྙན་ཡིན་འདི་ང་ཚོས་འགྲུབ་ཐུབ་པ་བྱུང་སོང་ཞུ་ཡ་ཡིན། འདིའི་ཆེད་དུ་ད་རིང་གོང་དུ་ཞུས་པའི་ནང་བཞིན་རེད་ཁོང་ལོ་སང་ཉིན་ལགས་རེད་གནམ་ཉེ་ལགས་རེད་ད་ག་ནང་བཞིན་ང་ཚོ་བྱང་ཨ་རིའི་ནང་ལོགས་ལ་སྤྱི་འཐུས་རྣམ་པ་གཉིས་ཀའི་ཞལ་འབག་མང་པོ་བཞོག་སོང་ད་ག་ནང་བཞིན་དབུས་རྒྱུན་རྣམ་པ་འགའི་དངུལ་ལས་ཐུགས་ཁུར་ཆེན་པོ་གནང་གི་འདུག་ཨ་འདི་ལྷག་པར་དུ་ད།